སྲིད་པ་འཁོར་ལོ་ཟེར་བ་དེ་ནི་ནང་པའི་ཆོས་ལུགས་ནང་གི་རི་མོ་ཐོག་མ་དང་ཧ་ཅང་གལ་ཆེན་པོ་ཞིག་ཡིན། དེ་ནི་སངས་རྒྱས་ཀྱི་བཀའ་བཞིན་རྒྱ་གར་གྱི་རྒྱལ་པོ་གཟུ་བྱས་སྙིང་པོའི་བཟོད་གཞིར་བཞེས། སྲིད་པ་འཁོར་ལོས་མཚོན་དོན་ཡག་པོ་ཤེས་ན་ང་ཚོ་འཁོར་བར་ཇི་ལྟར་འཁོར་ཚུལ་དང། སྡུག་བསྔལ་གྱི་རྒྱུ་གང་ཡིན་པ། དེ་ལས་ཐར་ཐབས་གང་ཡོད་པ་སོགས་ལས་སླ་པོར་ཤེས་ཐུབ། སྲིད་པ་འཁོར་ལོའི་དཀྱིལ་དུ་བྱ་དང་འཕགས་པ། འདུལ་བྱེད་སེམས་ཅན་གསུམ་བྲིས་ཡོད། བྱ་བདེ་འདོད་ཆགས་མཚོན་གྱི་ཡོད། འཕགས་པའི་གཏི་མུག་ཡང་ན་མ་རིག་པ་མཚོན་གྱི་ཡོད། སྦྲུལ་གྱི་ཞེ་སྡང་མཚོན་གྱི་ཡོད། འདི་གསུམ་ལ་ཉོན་མོངས་དུག་གསུམ་ཟེར། དུག་གསུམ་འདི་ཚོ་ནི་དུག་ཉལ་གྱི་རྩ་བ་རེད། ང་ཚོ་འཁོར་བར་ལྷུ་བཅད་ཀྱི་རྒྱུ་གཙོ་བོ་ཡང་དེ་ཚོ་རེད། བྱ་སྦྲུལ་གཉིས་འཕགས་པའི་ཁ་ནས་ཐོན་གྱི་ཡོད་པ་བྲིས་ཡོད་རེད། དེ་ཡི་དོན་ནི་ང་ཚོའི་ཉོན་མོངས་དང་དུག་ལྔའི་ཚང་མ་རྩ་བ་མ་རིག་པ་ལ་བརྟེན་ནས་བྱུང་གི་ཡོད་པ་མཚོན་གྱི་ཡོད་རེད། ང་ཚོས་མ་རིག་པ་སྤངས་ན་དུག་ལྔའི་གི་རྩ་བ་ཆད་ཀྱི་ཡོད་པ་མཚོན་གྱི་ཡོད། དེ་ཡི་ཕྱི་ལོགས་སུ་འཁོར་ལོ་ཞིག་ཡོད་པ་དེ་ཡི་ནང་དུ་ལམ་དཀར་པོ་དང་ནག་པོ་གཉིས་ཡོད། དེ་ནི་གེ་བའི་ལས་བྱེད་ན་ལམ་དཀར་པོའི་ནང་དུ་ལྷོད་ལྷོད་བྱས་ནས་དལ་འགྲོ་ཡི་གོ་འཕང་ཐོབ་ཐུབ་ཀྱི་ཡོད་པ་མཚོན་གྱི་ཡོད། ང་ཚོའི་སྡིག་པའི་ལས་བྱས་ན། ལམ་ནག་པོའི་ནང་དུ་གཞན་ཞིག་གི་ཞེད་སྣང་ཚ་བོའི་ངང་འཐེན་པ་མ་ཟད། རིམ་བཞིན་ངན་སོང་དུ་སྐྱེས་ནས་སྡུག་བསྔལ་མྱོང་དགོས་པ་མཚོན་གྱི་ཡོད། དེའི་ཕྱི་ལོགས་སུ་ཡང་འཁོར་ལོ་ཞིག་ཡོད་པ་དེའི་ནང་ལ་ས་ཆ་དྲུག་ཡོད། དེ་ནི་འགྲོ་བ་རིགས་དྲུག་གི་མཚོན་དོན་རེད། འགྲོ་བ་རིགས་དྲུག་ནི་དལ་འགྲོ་གསུམ་དང་ཉལ་འགྲོ་གསུམ་རེད། དལ་འགྲོ་གསུམ་ནི་ལྷ་དང་མི། ལྷ་མ་ཡིན་ཆེན་རེད། ཉལ་འགྲོ་གསུམ་ནི་དམྱལ་བ། ཡི་དྭགས་དུད་འགྲོ་རྣམས་རེད། ཡི་དྭགས་ནི་སེམས་ཅན་རྣམས་སྐྱེ་བ་ལེན་སའི་གནས་རེད། ང་ཚོའི་ལས་བཟང་པོ་བྱས་ན་ལྷ་དང་མི་ཡི་གོ་འཕང་ཐོབ་ཐུབ་ཀྱི་ཡོད་པ་དང་ལས་ངན་པ་བྱས་ན་ངན་སོང་གསུམ་ལ་སྐྱེ་དགོས་པ་མཚོན་གྱི་ཡོད་རེད། འཁོར་ལོའི་མཐའ་སྐོར་ལ་རི་མོ་བཅུ་གཉིས་ཡོད། དེ་དག་ནི། རྟེན་འབྲེལ་ཡན་ལག་བཅུ་གཉིས་མཚོན་གྱི་རེད། གཤིན་རྗེ་ཆུ་རྒྱལ་གྱི་འཁོར་ལོ་བཟུང་ནས་ཡོད་པ་དེ་འཁོར་བར་སྐྱེས་པའི་སེམས་ཅན་ཚང་མ་མི་རྟག་པ་ཡིན་པ་དང་འཁོར་བ་དེ་ཡི་ནང་དུ་སྐྱེ་བ་ལན་ཚ་བས་བྱེད་ལ། མཐའ་མར་འཆི་བའི་དུག་ངན་ལས་ཐར་ཐབས་མེད་པ་མཚོན་གྱི་ཡོད། མདོར་ན། ང་ཚོའི་སྲིད་པ་འཁོར་ལོ་གལ་ཆེན་པོ་ཡིན་པ་ཤེས་ནས། དང་པོར། མ་རིག་པ་སྤོང་ཐབས་བྱེད་དགོས། དགེ་བའི་ལས་མང་པོ་བྱེད་དགོས། རང་གི་ངན་སེམས་རྣམས་དུལ་ཐབས་བྱེད་དགོས། དེ་འདྲ་བྱེད་ན། ང་ཚོ་ཡང་འཁོར་བའི་དུག་ངན་ལས་ཐར་ཐུབ་ཀྱི་རེད།